ཁོང་ཚོ་སྤྱི་ཁང་དུ་དཔེ་མི་སྲིད་གི་ཡག་པོ་འདུག་འདིར་མཐོང་ལ་དཔེ་མི་སྲིད་གི་འགར་ཐང་གྲོང་ན་ཡོང་གི་འདུག་ཨེ་ང་ཚོ་གི་ཁ་ཤོར་ད་ཕྱི་རྒྱལ་ལ་ཕེབས་ནས་ད་ཁ་ཤོར་རེད་ཨ་སོ་སོའི་གི་འཚོ་བ་ཡར་རྒྱས་བཏང་ཡག་རེད་དེ་ག་ད་བཞིན་སོ་སོ་གི་ཨ་སློབ་སྦྱོང་རེད་ཟེ་ག་ད་བཞིན་སོ་སོའི་གི་རིག་གཞུང་རེད་ཚང་མ་ཉག་ཐུ་བ་བྱུང་བ་དེ་ངས་སོང་ན་ཨ་དཔེ་མི་སྲིད་གི་འཇོན་པོ་ཅིག་རེད་དྲན་གི་ཡོད། རྒྱུ་མཚན་ག་རེ་ཞུས་པ་ཡིན་ན་ད་ང་རང་ཚོ་གི་ད་རྩ་བའི་བླ་མ་ཁོང་རྣམ་པ་གི་གོང་མ་ཁྲི་ཆེན་རིན་པོ་ཆེ་དང་དེ་ག་ཞོར་རེད་གོང་ས་སྐྱབས་མགོན་རིན་པོ་ཆེ་ཁོང་རྣམ་པ་གི་ད་ནམ་རྒྱུན་དུ་གསུང་བསྡད་ཡ་གི་སོ་སོའི་གི་རིག་གཞུང་ཉག་ཡ་དང་དེ་སོ་སོའི་གི་ཆོས་བརྒྱུད་ཉག་ཡ་དང་དེ་གསུང་བཀའ་གནང་བསྡད་གི་རེད་དེ་དེ་ཁྱེད་རྣམ་པ་གི་ཏག་ཏག་བཀའ་གནང་བ་ནང་བཞིན་རང་གནང་ཐུབ་པ་དེ་ལ་ངས་ཁྱེད་རྣམ་པ་ཚང་མ་ལ་སྙིང་ནས་ངས་ཐུགས་རྗེ་ཆེ་ཞུ་གི་ཡིན།

སྤྱན་རས་གཟིགས་དངོས་སུ། སྤྱན་རས་གཟིགས་ཀྱི་སྤྲུལ་པ་མ་ཡིན་པར་སྤྱོན་གཟིགས་དངོས་སུ་རང་ཡིན་པ་གིས་ད་ང་རང་ཚོ་གིས་འདི་བསམ་པར་བྱ་དགོས་སྐབས་ལ་འདི་ང་ཚོར་དཔེ་མི་སྲིད་ཀི། ང་ཚོ་ཚོ་དོན་ཆེན་པོ་ཅི་རིགས་དྲན་གི་ཡོད། ད་ང་རང་ཚོ་བླ་མའི་ཕྱོགས་ནས་བསམ་བློ་བཏང་བ་ཡིན་ན་ཁ་ཤོར་རེད་ད་ང་རང་ཚོ་གི་རྩ་བའི་བླ་མ། གོང་ས་མཆོག་དང་དེ་ག་ནང་བཞིན་ང་ཚོ་བོད་ཀྱི་ཆོས་བརྒྱུད་བཞི་གི་ནང་ལོགས་ལ་བླ་མ་གཅིག་ལས་གཅིག་གི་ཡ་ག་རྙེད་མ་ཐབས་དགུང་ལོ་བགྲེས་པོ་དེ་འདྲའི་མང་པོ་ཡོད་རེད་དགུང་ལོ་གཞོན་པ་ནང་ལ་ཡང་ངའི་བསམ་ན། ངའི་ཕག་གིས་རྗེས་འདེད་དེ་སྒབ་ལ་བླ་མ་གཅིག་ལས་གཅིག་གི་ཡག་ག་དེ་ནས་མང་པོ་ངས་རྗེས་འདེད་ཀྱི་འདུག་དེ་ཡིན་ཙང་དཔེ་མི་སྲིད་ཀི་ཡག་པོ་འདུག་དྲན་གྱི་འདུག་ད་བླ་མ་གིས་དཔའ་བས་སློབ་མ་བྱས་གོ་གི་ཡོད་རེད་ངས་སྙན་མ་ནམ་རྒྱུན་ངའི་རྩེད་མོ་ཙམ་འདྲ་ཞིག་ལབ་ལབ་བསྡད་ཀྱི་ཡོད། དམག་དཔོན་སྐད་སྒྲ་ཆེན་པོ་ག་ཚོད་པོ་ག་རེ་བརྗོད་ཡོད་པ་ཡིན་ན་ཡང་དམག་དཔོན་དེ་ལ་ཡང་དམག་དཔོན་གྱི་བཀའ་ཉན་ཐུགས་ངལ་དང་དམག་དཔོན་གྱི་བཀའ་བསམ་བློ་བཏང་བ་ནང་བཞིན་ཆ་ཤས་བསྒྲིགས་པ་ནང་བཞིན་ནི་གོ་འཛིན་ཐུགས་ངལ་གྱི་དམག་མི་ཅིག་མེད་པ་ཡིན་ན་དམག་དཔོན་ཁོ་རང་གཅིག་པོ་གང་བྱས་ཡོད་མ་རེད། དམག་དཔོན་དམག་དཔོན་གྱི་ཆ་གཞི་སྟེང་བ་ནང་བཞིན་གྱི་དམག་མི་ཅིག་ཡོད་ན་ཨ་ནི་དེ་ལས་དཔེ་འདི་བ་ཆུ་བོ་དོན་གྱི་དེ་ག་རང་བཞིན་བྱས་ད་ང་ཚོའི་བླ་མའི་ཕྱོགས་ནས་སླར་དགོངས་ནས་བླ་མ་བསམ་གྱི་མི་བྱེད་པ་གཅིག་ལས་ཅི་ཡག་ག་རྐྱང་རྐྱང་མང་པོ་ཡོད་རེད་ཨེ་ནས་ད་དེ་ལས་དཔེ་ང་རང་ཚོའི་ཕྱོགས་ནས་ད་ང་ང་ད་ནི་དེ་ལ་ཐུགས་བསམ་བཞེས་པ་ཡིན་ཀོ་ཏྲེ་ནས་ཞག་ཐུགས་བསམ་བཞེས་པ་བཞེས་པ་ཡིན་ན་ད་ཁ་ཤུ་རེ་འཛིན་ཁང་ནས་དཔེ་མི་སྲིད་གི་ཡག་པོ།

ཁ་ཤོ་རེད། གོ་སྐབས་འདིར་ཡང་རག་གི་མི་འདུག་དྲན་གྱི་འདུག་དེ་ཡིན་ཙང་ཁྱེད་རྣམ་པ་ཀས་ད་མ་གོ་བ་གནང་བ་ན་ཞིག་ང་རང་ཚོའི་ངོས་ནས་ཡང་འདི་འདྲའི་རང་ཞིག་གནང་རོགས་གནང་ཞུ་ཡ་དང་ད་ང་རང་ཚོའི་ནམ་རྒྱུན་དུ་ནས་ད་ཅིག་མ་གཞན་ཚོགས་གཙོ་ལགས་ཀྱིས་གསུངས་ཚར་སོང་དེ་ནི་གཅིག་གི་བཀའ་བརྩི་ཡ་རེད་ནས་བཀའ་བརྩི་བ་ཡིན་ན་འདི་ངས་ནམ་རྒྱུན་ཞུ་དེ་གའི་བཀའ་བརྩི་བ་ཡིན་ན་ཁྱེད་བསམ་དེ་སུ་ལ་འདུག་བསུ་བ། ང་ཚོ་གི་བྱམས་སྙིང་རྗེ་བྱེད་དགོས་རེད་ཡ་རབས་སྤྱོད་གཙང་བྱེད་དགོས་རེད་སོ་སོ་གི་ཆོས་བརྒྱུད་ཉག་གོ་རེ་སོ་དེ་བསོད་ན་ང་ལ་ཁྱབ་བསང་འདུག་བླ་མ་ལ་ཁྱབ་བསང་འདུག་ག་རེ་ཁྱབ་བསང་འདུག་ཟེར་བ་ཡིན་ན་དེ་བླ་མ་གི་ཁྱབ་སོ་སོའི་ངས་ག་དུས་ལ་སོ་སོའི་ཁྱབ་བསང་དེ་བླ་མའི་ཁྱབ་བསང་གཅིག་པ་ཅན་ཆགས་ཀྱི་ཡོད་རེད་ང་ལ་ཡག་པོ་བྱུང་ན་དེ་བླ་མ་དང་ཡག་པོ་ཡོང་གི་ཡོད་རེད་ང་ལ་ཡག་པོ་མ་བྱུང་ན་བླ་མ་དེ་ལ་ཡག་པོ་ཡོང་གི་ཡོད་མ་རེད་ཁ་དེ་ཡིན་ཙང་དེ་སོ་སོ་གི་ནམ་རྒྱུན་དེ་ཧ་གོ་ཐུབ་བ་གནང་ཐུབ་པ་ཡིན་ན་དེ་སོ་སོ་གི་གཅིག་གི། གཅིག་གིས་སོ་སོའི་གི་ནང་མི་དང་སོ་སོའི་གི་རང་མི། སྙེ་མ་ད་ཡིན་ན་ངས་ཡི་དྭགས་སྤྱི་ཚོགས་ཚང་མ་ཡག་པོ་བྱེད་དགོས་སྤྱི་ཚོགས་ཚང་མ་ཡག་པོ་རེད་ཟེར་ངས་མང་པོ་ཞུ་སྡོད་ཀྱི་ཡོད། ཡིན་ན་ཡང་ད་ངས་ད་ལྟ་བསམ་བློ་བཏང་བ་ཡིན་ན་ད་ངས་སྤྱི་ཚོགས་ལ་ད་ག་རེ་བྱས་ན་ཕ་ཆོས་མི་གཞན་དག་ཅིག་ལ་ང་ཚོ་ལ་ཅིག་ཡག་པོ་བྱེད་དགོས་ཅིག་ལ་ཞེ་ན་ང་ཚོར་ཐོབ་ཐང་ཡོད་མ་རེད་བ། དཔེར་ན་མི་ཚང་གཅིག་གིས་མི་མི་ཚང་གཞན་དག་ཅིག་ལ་ཁྱེད་རང་འདི་འདྲ་བྱེད་དགོས་རེད་འདི་འདྲ་བྱེད་དགོས་རེད་ང་ཚོར་ཐོབ་ཐང་ཡོད་མ་རེད་བ། ཡིན་ན་ཡང་སོ་སོའི་མི་ཚང་ནང་ལོགས་ལ་ད་སོ་སོའི་གི་ཅིག་གི་སྤུ་དགོས་ཡིན་ན་རེད་སོ་སོའི་གི་ནང་ལ་ཡར་རྒྱས་ག་རེ་བཏང་བ་དེ་དེ་སོ་སོ་ལ་དབང་ཆ་ཡོད་རེད་བ། འོ་དེ་ག་ནང་བཞིན་བྱས་ན་ག་ལྟར། སོ་སོ་གི་ཨ་ནེ་གཅིག་གི་སྤུ་གུ་ལ་སློབ་སྦྱོང་སྤྲད་ཡ། སློབ་སྦྱོང་ཡང་ཁ་གོ་ས་མཐོ་པོ་ཁ་ས་ཐོག་མཐོ་པོ་བསྐྱལ་ཡ་དེ་ག་ནང་བཞིན་ད་ཁ་ཤོག་རེ་ཚོང་བ་ཡིན་ན་ཡང་ཡག་པོ་བྱ་ཡ་དེ་ཚོ་རང་དཔེ་མི་སྲིད་གི་སོ་སོ་རང་ལག་པ་ལག་པར་ཡོད་དུས་སྐབས་ལ་ཨ་ནེ་ཡག་པོ་གནང་ཐུབ་པ་ཡིན་ན་དེ་ནི་ཁ་ཤོག་རེད་ད་ང་ཚོ་ཁ་སྙན་མ་འདྲ་ཡིན་ན་ད་ད་ད་ད་དེ་བདེན་ལ་སྐྱེས་མཆོག་སྐུ་མང་པོ་ཡོད་སོང་ཞེས་སྔས་མ་འདྲ་ཡིན་ན་དང་པོ་དང་པོ་ཕྱི་རྒྱལ་བོད་དུ་ཨང་ཨང་དང་ང་ཚོ་ཆུ་ཚོད་ལས་འགྲོ་ར་བཅུ་གསུམ་བཙོག་གསུམ་རག་གི་བཅུ་རག་གི་རྒྱ་གར་ལ་དཔེ་ཆ་བསྒྱུར་ན་ཨ་ནི་འདི་ག་ཆགས་ཀྱི་འདི་ག་ཆགས་ཀྱི་མང་པོ་གསུང་བསྡད་ཀྱི་འདུག་ངས་དུས་དུས་ཀ་ལ་ངས་ཞུ་རྒྱུ་བྱུང། ད་ཁྱེད་ཚོ་པོ་འདི་གང་ཅིར་བརྩི་གི་ཡོད་རྒྱ་གར་ལ་དཔེ་ཆ་ཁ་རྗེ་འདི་གང་ཅིར་བརྩི་གི་ཡོད་རྒྱ་གར་བོད་ཡིག་ལ་གང་ཡིན་ཞུས་པ་ཡིན་ན་ཁྱེད་ཚོ་གི་གློག་རའི་ཆུ་རིན་ག་བར་སྤྲད་དགོས་རེད་རོ། ཡུ་རོབ་ལ་ཡིན་ན་ཡུ་རོབ་ལ་སྤྲད་དགོས་རོགས། ཨ་རི་ཡིན་ན་ཨ་རི་ལ་སྤྲད་དགོས་རོགས་སྐད་ནཱ་ཡིན་ན་སྐད་ནཱ་ཏྲ་ལ་སྤྲད་དགོས་རོགས་མ་གཏོགས་ཁྱེད་རང་ཚོ་གི་གླ་ཆ་དེ་བདེ་རེད་ཟེར་གློག་རིན་ཆུ་རིན་རྒྱ་གར་ལ་སྤྲད་ཀྱི་ཡོད་ཁང་གླ་རྒྱ་གར་ལ་སྤྲད་ཀྱི་ཡོད་ན་དེ་རིང་ད་རྒྱ་གར་པེ་ཤ་བགོ་བཤའ་བྱུང་ན་རྒྱ་གར་པེ་ཤ་ཕར་བསྒྱུར་ཕ་ཡུལ་གྱི་པེ་ཤ་ལ་ཕར་བསྒྱུར་ནས་བརྩིས་ན་ད་བོད་མི་སེར་གྱི་ད་འབུམ་ད་འབུམ་རག་གི་འདུག་ཟེར་ནས་ཧ་ཀྲང་ཧོན་འདུག་ལོག་གི་འདུག་ཨཱ། དེ་དེ་གནས་གནས་ངག་དེ་འདྲ་མ་རེད་ད་ཨཱ། ཁྱེད་རྣམས་ཨ་རིར་བཞུགས་གི་ཡོད་ན་དང་པོར་ལེན་བཞུགས་གི་ཡོད་ན་དེ་པོར་ལེན་རང་གི་དེ་ག་བཞུགས་གི་རེད།

ཚོགས་པ་དེ་རིང་ཐུག་ནའང་ད་རེས་བླ་མ་ཟི་རེ་ཆེ་ལགས་དེ་ཡོད་ད་ལྟ་འདི་ཟིན་དུས་སྐབས་ལ་གང་ཟག་གོང་ས་མཆོག་གི་དཔུང་རིགས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་ག་བར་འགྲོ་ནའི་མི་ཚུ་ཚང་མ་གིས་རྒན་མོ་དགེ་རྒན་བྱས་གང་ཡག་ཡག་བྱས་ང་ཚོ་ཚང་མ་ལ་དེ་ག་རང་ཞིག་དཔེ་ན་ཐ་དེ་དེ་དེ་སྤྱི་ཚོགས་སྤྱི་ཁང་འདི་རང་ཐུབ་སོང་བཞེས་པ་ཡིན་ན་ད་ལྟ་ང་ཚོའི་དཔེ་མི་སྲིད་ཀྱི་ཁ་ལོ་ད་དེ་འདས་ཀྱི་ཨ་རིག་གི་ཇི་ལྟར་ཅིག་བྱུང་ད་འདི་ཡང་ཁོ་གོང་མ་གོང་ས་མཆོག་ལ་བསམ་བློ་བཏང་ནས་དེ་ང་ཚོ་ལ་ད་ཁ་ཚུར་ང་ཚོ་བོད་པ་ཚོར་ཁྱེད་ཚང་དུ་ང་ཚོ་ཚང་མ་ལེན་གྱི་ཡོད་རོགས། ད་འདི་ཡང་ཁོང་རེ་རང་གིས་ད་གཟི་བརྗིད་དབང་ཐང་གི་བཀའ་དྲིན་གྱི་སྟེང་ནས་ང་ཚོ་ལ་བྱུང་བ་རེད་ད་འདི་ང་ཚོས་བེད་སྤྱོད་ཡག་པོ་བཏང་ཤེས་དགོས་བེད་སྤྱོད་མ་བཏང་བ་བཏང་མ་ཐུབ་པ་ཡིན་ན་དེ་ནི་ད་ང་ཚོའི་བླ་མ་ག་རེ་ག་རེ་མོ་ག་རེ་ཡག་པོ་ཡོད་པ་ཡིན་ན་ཡང་ཅིག་གིས་བེད་སྤྱོད་བཏང་མ་ཐུབ་ན་ཁོ་ཁོང་གི་གསུང་སྐྱོ་དེ་ཉན་མ་ཐུབ་ན་དེ་ནི་ད་བླ་མ་ཡག་པོ་ཡོད་ན་རེ་ག་ཅིག་ག་བ་སངས་རྒྱས་བཅོ་བླ་མ་འདི་མོ་བ་ཀ་བྲི་བ་སངས་རྒྱས་བཅོམ་ལྡན་འདས་དངོས་སུ་དེ་ཕེབས་པ་ཡིན་ན་ཡང་ང་ཚོར་ཞུ་ཞུ་གང་བྱས་ཡོང་བ་རེད་ད། ག་ལ་སོ་སོའི་འགྱུར་བ་བཏང་མ་ཐུབ་ན་སོ་སོའི་གི་ཁེབས་ཚང་དེ་སླེབས་མ་ཐུབ་པ་ཡིན་ན། དེ་ནས་ག་ཨ་རི་ལ་ཞུགས་ན་རེད་རྒྱ་གར་ལ་ཞུགས་ན་རེད་བལ་ཡུལ་ཞུགས་ན་ག་བ་ལུམ་འཛམ་བུ་གླིང་ག་བ་ཞུགས་ཡོད་ན་ཡང་བྱེ་ར་བྱེ་ར་ཁྱིམ་པ་འགྲོ་རྒྱུ་མེད་པ་ཡིན་པ་རེད་ད་ག་འདྲ་རེད་ཨ་རི་འདྲ་བ་ཡིན་ན་དཔེ་མི་སྲིད་གི་སོ་སོའི་གི་འཇོན་ན། སོ་སོའི་གི་འཇོན་ན་དེ་ནི་དཔེ་མི་སྲིད་གི་གོ་སྐབས་དཔེ་མི་སྲིད་ཡག་པོ་ཡོད་རེད་ང་ཚོ་དཔེ་དཔེ་མི་སྲིད་གི་ལུང་པ་གཞན་དང་མ་འདྲ་བ་དཔེ་ལྟ་རང་གོ་སྐབས་དཔེ་མི་སྲིད་ཡག་པོ་ད་འདི་བོད་ཆོལ་ཆ་ཚང་བཏང་དགོས་ཀྱི་ཡོད་རེད་དེ་འདིའི་སྒང་ལ་ང་ཚོ།

འདི་རུ་སླེབས་ནས་ཡིག་ཆ་མ་རག་ན་གཞུང་གི་ཡིག་ཆ་དེ་མ་རག་ན་ཁྱེད་རྣམ་པ། ཁྱེད་རྣམ་པ་གནམ་གྲུ་ནས་སླེབས་ན་རེད་གོམ་པ་གྱི་ནས་སླེབས་ན་རེད་རྟ་ག་ལ་ཞོན་ན་རེད་བུ་ག་ལ་ཞོན་ནས་སླེབས་ན་དེའི་ཁྱད་པར་གཞན་ན་ཡོད་མ་རེད། འདི་རུ་སླེབས་ནས་ལུང་པ་འདི་གིས་ཁྱེད་རྣམ་པ་ལ་ཡིག་ཆ་མ་སྤྲད་ན་ཨ་ནི་ད་ག་འདྲི་ཅིག་གླེང་ན་ཁ་ཤོར་རེད་ཁ་ཤུ་གུ་ནག་པོ་ཡིན་ན་རང་ཟིག་གི་ད་དཔེ་འདི་མི་ནག་པོ་ཆགས་ཚར་འདི་ཀྱི་ཁ་ཤོར་རེད། ཁྱད་པར་ཅི་ག་ཡོད་མ་རེད་ད་འདི་རུ་སླེབས་ཚར་བའི་ཆ་ལ་ཡིག་ཆ་འདི་ག་འདྲི་ཅིག་རག་གི་ཡོད་ཞུས་པ་ཡིན་ན་ད་གོང་ས་མཆོག་གིས། བཀའ་ཤོག་རེད་ཡང་སྐུ་སྐུ་སོས་དང་གཟི་བརྗིད་དབང་ཐང་ལྟ་ནི་ང་ཚོ་ཨ་འདི་ད་ལ་ལ་མ་ཁོང་ཚོ་གི་མི་སེར་རེད་འདི་འདྲི་ཡིན་ཙང་བ་ཡུལ་མི་རྒྱུ་མཚན་གི་ང་བསམ་ན་ངའི་ཁྲ་ན་ད་དེ་འདི་ཡང་ཁོང་རྣམ་པ་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནི་དེ་ནི་ཁ་ཤོག་རེད་ཨ་ཁ་ཤོག་ང་ཚོ་ལ་གོ་སྐབས་བཟང་པོ་དེ་རག་གི་འདུག་དྲན་གི་འདུག་དེ་ག་ནང་བཞིན་ང་ཚོ་ག་བ་འགྲོ་ནི་མི་ཚང་མ་གི་ཐ་མོ་ཅག་རྒན་མོ་དགེ་རྒན་བཅས་ང་ཚོ་བོད་པ་ཡིན་ན་དེ་ནི་དཔལ་ཁོ་རང་ཞེའུ་ཅི་བྱམས་སྙིང་རྗེ་དང་དཔལ་མི་སི་གི་མི་ཡག་པོ་ཡ་རབས་སྤྱོད་བཟང་ཡིན་ངེས་རྐྱང་རྐྱང་རེད་དྲན་གང་ཡོད་འདིར་དྲན་དགོས་རྒྱུ་མཚན་ག་རེ་ཞུ་བ་ཡིན་ན་ང་ཚོ། གོང་ས་མཆོག་གི་སློབ་མ་རྐྱང་རྐྱང་རེད་གོང་ས་མཆོག་གི་སློབ་མ་ཡིན་ན་སློབ་མ་དེ་འདྲས་ཡོད་ན་སློབ་མ་ཅན་དེ་འདྲས་རེད་དྲན་གྱི་རེད་བ་དེ་ཡིན་ཙང་ང་ཚོ་གི་ཡང་དག་ང་ཚོ་གི་ལྟ་ཞོག་རེད་འདི་འཕྲོ་བརླག་མ་བཏང་བ་ཅིག་དེ་ད་ལྟ་མིང་བརྗོད་ར་ང་ཚོ་ཨ་བོད་པ་ཟེར་མཁན་དེ་དཔེ་མི་སྲིད་སྙིང་རྗེ་ཆེན་པོ་ཡ་རབ་མི་ལ་རོགས་པ་བྱེད་མཁན་དཔེ་མི་སྲིད་གི་ཡག་པོ་ཡོད་རེད་ཟེར་དེ་འདྲས་གི་དྲན་གྱི་ཡོད་རེད་འདི་ད་འཕྲོ་བརླག་མ་བཏང་ནི་ང་ཚོའི་ལས་འགན་རེད། དེ་ག་ནང་བཞིན་ད་ང་རང་ཚོ་གི་ད་རང་ག་ཆོས་རྒྱུད་ཞུ་ག་ར་དེ་དེ་ཉག་གོ་ར་བ་ད་དེ་དཔེ་མི་སྲིད་གི་ཙག་ཆོ་ག་ར་ང་ཚོ་སྤུ་གུ་འདྲ་བ་ཡིན་ན་ད་དེ་དེ་རིང་དེ་ཞབས་བྲོ་སྐྱོན་དཔེ་མི་སྲིད་གི་ང་སེ་ན་དགའ་བོ་དགའ་སྣང་སྤྲོ་སྣང་བྱུང་སོང་ད་ཡིན་ཞུ་བ་ཡིན་ན་ད་ངས་སྙེ་མ་ལ་ཞུ་གི་ཡོད་བོད་ནས་ཚུ་རྒྱ་གར་དང་བ་ཡུག་ལ་ཕེབས་དུས་སྐབས་ལ་ད་ང་ཚོ་གི་ག་ཞུ་ག་ར

གང་ཚོད་ཀྱིས་ཁ་ཤོ་ཀ་རས་མི་རིགས་ངན་པ་འདི་ཚོ་གི་ཉམས་མེད་པ་ཡིན་ན་ད་ལྟ་རྒྱ་གར་རེད་རྒྱ་གར་ཡིན་ན་རྒྱ་གར་དེ་ངས་རྒྱ་གར་རང་སྐད་བཤད་རྒྱ་གར་གྱི་ཅིག་གི་ཆོས་བརྒྱུད་དང་རྒྱ་གར་ལ་འདི་བྱས་བལ་ཡུལ་གཞུང་གིས་བལ་ཡུལ་འདི་འདྲས་བྱས་པ་ཡིན་ན་དེ་རིང་ང་ཚོ་བོད་པ་ལ་འདི་ག་ཅིག་ག་ཟུར་ཅིག་ག་མེད་པ་ཆགས་འགྲོ་གི་རོ་འདི་འདྲས་མ་ཡིན་པ་ཁོ་རྣམ་པ་གི་ཅིག་གི་དམིགས་བསལ་བེ་ལེའུ་རྫིག་པོ་འདི་འདྲ་ཞུ་ཞུ་ད་རྒྱབ་མེད་པ་ཡིན་ན་ཡང་ཀ་ང་དོན་དག་དངོས་གནས་འདི་ཉག་ཐུག་ཡོད་རེད་ད་ཨོ་ད་དེ་ག་ནང་བཞིན་ད་དེ་ཁ་ཤོ་ཀ་རས་མི་རབས། གཉིས་ཀའི་རྒྱ་གར་བོད་ཡིག་ནས་བཙུགས། ཨ་རི་དང་ཕྱི་ཡ་ཕྱི་རྒྱ་ཡུ་རོབ་གང་བ་ཕེབས་པ་ཡོད་ན་ཡང། ཨ་ནི་ཁོང་ཚོ་གི་སྙེ་མ་ཁོ་ཚོའི་ཕྱག་ལས་གནང་བ་དེ་ད་རེས་མི་རབས་དང་པོ་དེ་གིས་ཕྱུག་སོང་ན། དེར་མི་རབས་གཉིས་པ་ཚོ་གི་དཔེ་མི་སྲིད་ཁག་གཅིག་འཕྲོ་བརླག་ཕྱིན་ཚར་རྒྱུ་བཅས་ཡང་སྐྱོ་གསར་བ་བསླབ་དགོས་བྱུང་ན་དཔེ་མི་སྲིད་ཀྱི་ཁག་པོ་ཆགས་ཀྱི་ཡོད་རེད་ད་དེ་འདྲ་ཡིན་ཙང། ཁྱེད་རྣམ་པ་ད་རེས་དཀའ་ལས་དེ་ཡོད་རེད་ད་ག་ཡི་དང་པོ་དངོས་ནས་སོ་སོ་གི། ད་བུ་ལོན་སེ་གོ་གི་ཡོད་ན་རེད་སོ་སོ་གི་ག་རེ་བྱེད་དགོས་ན་དཀའ་ལས་རྒྱབ་དགོས་གི་རེད་དཔེ་མི་ཚེ་ག་རེ་ཡོད་རེད་ངས་དཀའ་ལས་ཡོད་མ་རེད་ངས་ཤུ་ནས་རང་ཞུ་གི་མེད་ཡིན་ན་ཡང་དཀའ་ལས་རྒྱབ་དགོས་གི་ཡོད་རེད་གང་ཟེ་མ་འོང་པ་ལ་ཁྱེད་རྣམ་པ་གི་སོ་སོ་གི་རིག་གཞུང་དང་སོ་སོའི་ཆོས་བརྒྱུད་ཉག་དགོས་གི་ཡོད་ན་སོ་སོའི་སྤུན་ཚོགས་གི་བོད་ཤུ་ཁྱེད་ག་ར་བོད་ཀྱི་རིག་གཞུང་བོད་པ་ཟེ་ངེད་ཀྱི་ཉག་བསྡད་དགོས་གི་ཡོད་ན་ད་རེས་དཀའ་ལས་རྒྱབ་དགོས་གི་རེད།

ཡིན་མི་ས་ན་གཅིག་གིས་ག་ལ་རུང་ཨུ་ཚུགས་རྒྱག་འབུད་དེ་ཞུགས་ཅན་བྱེད་དགོས་མ་རེད་གང་སྲིད་སོ་སོ་ནང་ལ་ཡིན་ནང་ལ་ཡིན་ན་ཡང་གཅིག་གིས་ད་ཁ་ཤོ་རེད་ཆོས་གཤོམ་ཡིན་རེད་དེ་ལ་ཆོས་པ་པོ་ཡང་གུས་ཞབས་བྱེད་ཡ་གཙང་མ་བྱེད་ཡ་ཕྱག་ཕུལ་ཡ་གཅིག་གིས་ཡང་གང་འདོད་སྒྲོལ་མ་རོགས་དེ་འདྲ་འདོན་ཐུབ་ག་ཡ་ན་སྒྲོལ་མ་འདོན་ཐུབ་ཡ་འདི་འདྲ་གནང་ཐུབ་པ་ཡིན་ན་རང་བཞིན་གྱི་སྤུ་གུ་འདི་མཐོང་བསྡད་གི་རེད་ཉི་མ་རྟག་པ་འདི་མཐོང་བསྡད་དུས་ག་ལ་སྤུ་གུ་འཛུགས་གི་ཡ་དེ་ག་ནང་བཞིན་རང་བཞིན་གྱི་ཁོ་རང་ཆགས་འགྲོ་གི་རེད་ད་ཨིན་ཇི་སོ་སོ་གིས་ནང་ལ་ཨིན་ཇི་སྐད་རྐྱང་སྐྱོན་ཨ་ནི་སོ་སོ་གིས་ནང་ལ་གཅིག་གིས་རིག་གཞུང་ལ་ག་གོ་ཆོད་མ་ཉན་པ་ཡིན་ན་ཨ་ནི་གཅིག། གཟའ་སྤེན་པ་ཉི་མ་གཅིག་པོ་ལ་ཡང། གཅིག་སློབ་གྲྭ་ལ་བཏང་བདེ་བས་ན་བཞུགས་ཞུ་ཁྱད་པར་འགྲོ་གི་ཡོད་མར་དེ་ཡིན་ཙང་གང་ལྟར་ཁྱེད་རྣམ་པ་གི་ཐུགས་བསམ་རྒྱ་ཆེ་ཞེས་དཀའ་ལས་ཡོད་རེད་ནི་དཀའ་ལས་རྒྱ་བའི་འབྲས་བུ་ཐོན་གི་ཡོད་རེད་དེ་ཡིན་ཙང་ཁྱེད་རྣམ་པ་གི་ད་གང་ལྟར་བུ་ཐུག་དཔེ་མི་སྲིད་ཡག་པོ་གནང་ཞག་ནི་མ་འོངས་པ་ལ་ངས་བསམ་ན་དེ་འདྲའི་གནང་ཐུག་གི་རེད་དྲན་གི་འདུག་ཡིན་ཡང་ད་གནང་ཡས་ཀྱི་རེ་བ་དང་སྨོན་ལམ་ཞུ་གི་ཡིན་ད་ག་རེ་ད་ལྟ་གང་ཐུག་ད་རེ་དེ།

མཚུངས་མེད་ཁོན་རིགས་གཏེར་མའི་མངའ་བདག་དཔལ་ས་སྐྱ་སྐྱབས་མགོན་ཁྲི་འཛིན་ཞེ་གསུམ་པ་རྒྱ་ནག་བན་ཛ་རིན་པོ་ཆེ་མཆོག་ནས་སྐུ་ངལ་འཛེམས་མེད་ཀྱིས་འཛམ་གླིང་གི་ཤར་ནུབ་ཡུལ་གྲུ་གང་སར་ཆིབས་བསྒྱུར་བསྐྱངས་ཏེ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་བཞིན་སྐྱེ་བོ་ཧ་ཅང་མང་པོར་འདི་ཕྱིའི་ལེགས་ཚོགས་ཀྱི་ལམ་སྟོན་བཀའ་སློབ་རིན་ཐང་བྲལ་བ་གནང་བཞིན་པ་དེ་དག་གིས་འགྲོ་བའི་སེམས་ཁམས་ལ་སྨན་པ་དང་སྤྱི་ཚོགས་ཁྱོན་ཡོངས་ལ་ཕན་རླབས་ཆེན་པོ་བྱུང་དང་འབྱུང་བཞིན་པ་བཀའ་དྲིན་ཆེ་ཞུ་རྒྱུའི་ལེགས་གསོལ་གཟེངས་རྟགས་ཏུ་ཨ་རི་ནུབ་བྱང་བོད་རིགས་བུད་མེད་རིག་གཞུང་ཚོགས་པ་ནས་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཉིས་ཚེས་བཅུ་ཉིན་གུས་ཕྱག་བཅས་ཕུལ།